ཡུལ་གཟུགས་དུས་ཆེན་ལ་བསམ་མ་བྱེད་ཞིག་ཡོད། ད་རེས་མང་ཚོགས་ཐམས་ཅད་ཀྱི་དགོས་མཁོ་བཞིན་དུ་ཡུལ་གཟུགས་གང་འདྲ་ཅིག་གྲུབ་དགོས་ཟེར་ན། ནང་བསྟན་གང་འདྲ་ཟིག་ཁོང་ཚོ་གི་དགའ་མོས་ཡོད་ན་དེ་ནང་བཞིན་གྱི་ང་ཚོ་གྲུབ་པ་ཐམས་ཅད་ཀྱི་ཁོང་ཚོ་ལ་ལེགས་སྐྱེས་ཕུལ་དང་ཕུལ་བཞིན་པ་དེ་འདྲ་ཅིག་རེད། གནས་སྐྱེལ་སྟངས་ཁུ་བོ་ཁུ་ཡི་གི་འདི་དུ་མ་རྩ་ཆེན་དེ་དག་ཤོག་ནག་པོ་སེར་པོ།

ཨ་རིག་གི་ལས་བཟོ་བ་ཚོས་གི་ལས་ཀ་སྒྲུབ་ལས་ཀི་དུས་ཚོད་དེ་ཆུ་ཚོད་བཞིའི་ནང་ལ་ལ་སིའི་སྒོས་རྫས་བཙན་ལས་སད་དུ་ནང་གི་ལས་ཀ་ལས་མཚམས་བཞག་ཟིག་དེ་ནས་དེ་བཞག་པ་ལ་བརྟེན་དུ་ནང་གི་ཁོ་ཚོ་ལ་མནར་གཅོད་དྲག་པོ་དང་སྡུག་བསྔལ་དྲག་པོ་མྱོང་ཟིག་དེ་ནས་མནར་གཅོད་མྱོང་བ་གི་ནག་ཚོགས་པ་དེ་ཚོ་ལ་དྲན་གསོ་ཞེས་བ་གི་ཆེད་དུ་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་རྒྱ་ཆེ་བྱ་གི་ལོ་ཟླ་བ་ལྔ་བ་ཚེས་པ་བཅུ་གཉིས་ནི་ནག་ཚོགས་དུས་ཆེན་ལ་གཏན་འཁེལ་ཟེར་བ་དང་དེ་ནས་དེ་བ་བརྒྱུད་ཟིག

དེ་ནས་རྟགས་གཅིག་ཚགས་གཙོས་ངོ་སོ་རྟགས་བཅུ་གི་སྦྱོང་འབྲས་དེ་འགོག་དགོས་ལེ་རེད། འགོག་ཚགས་གཙོས་ད་ལྟ་ངོ་སོ་སྦྱོང་འབྲས་ཚོམ་ཆ་ཚོངས་སུ་ཁུར་བསྡད་དོ། ད་ལྟ་ང་མགུ་མ་ལྷ་རྗེ་སུ་ལྟ་ནུ། དེ་ལྟ་ས་སྦྱོང་འགྲོ་ཚགས་གཙོས་ལྷ་རྗེ་གི་རྟགས་གཅིག་གི་འབྲས་བུ་དེ་ལ་བལྟ། དེ་ནས་སྨན་ཅི་ཟ་དགོས་སུ་ད་ལྟ་དེ་ཆོག་ལོ་དེ་ཡིན་ལ་ར་བཞག་ལོ་ད་ལྟ་ངོ་སོ་འགྲོ་ས་ཁོང་ཚ་སྟོང་པོ་དེ་ནས་སྨན་རེ་འགྲུབ་དགོས་རེད། ད་ནི་སྤོ་མ་རྩི་སྨན་རིན་དེ་དེའི་ཚོགས་དུ་དེ་ནི་མུ་ཚོ་ད་ལྟ་ལྷ་རྗེ་གི་ཨི་འགྲོ་ཞང་བོང་ས་པར་སྟེང་ལ་ར་ཐའི་ཁུ་རྡི་དུ་ཨི་ཕ་ཁང་ཨ་ན་སྨན་ལེན་ས་འདི་སྨན་ལེན་གུ་རུ། དེ་ནི་ཨ་ན་འདི་ཡིན་ཅེས་ལ་མུ་ཚོ་སྨན་ལེན་ས་གི་དེ་རེད། ད་ལྟ་ཞང་བོ་དེ་ལྷ་རྗེ་ཨ་ན་འོ་ཟེར་དེ་ལ་བཏེགས་ཚ་འདི་སྨན་ལེན་དུ

རང་ཉིད་ནི་སྤྱི་ལོ་ཉིས་སྟོང་བཅུ་བཞིའི་ལོ་ནས་འགོ་བཟུང་སྟེ་མི་རིགས་ཀྱི་མཐོང་ཚད་གསར་པར་ཟེར་རྒྱུའི་སྐོར་ལ་སློབ་སྦྱོང་དང་རྒྱུས་ལོན་གང་མང་བྱས་ཏེ། སྤྱི་ལོ་ཉིས་སྟོང་ཉེར་བཞི་ཙག་ཙིག་ལོའི་སྤྱི་ཚོགས་དང་ཁྲོམ་ར་དགོས་མཁོ་དང་བསྟུན་ཏེ་ཁང་པའི་སྲིང་མོ་ཞེས་པའི་ཚོང་རྟགས་གསར་སྐྲུན་བྱས་པ་དང། ཕྱིའི་ཐོག་མར་ཚབ་ཚོང་བ་བཅས་ནས་ད་ལྟ་ཚབ་ཚོང་བ་གཅིག་སྟོང་སུམ་བརྒྱ་ལྷག་བྱས་ཡོད། དེའི་ནང་གི་མང་ཆེ་ཤོས་ནི་གཏན་འཁེལ་གྱི་ལས་དོན་མེད་པ་དང་རྒྱུན་ལས་ཀྱི་ཡོང་འབབ་མེད་པའི་བོད་མི་རྐྱང་རྐྱང་ཡིན། ལས་ཀ་འདི་བརྒྱུད་ནས་ཚོང་ལས་ཀྱི་སློབ་སྦྱོང་དང་སྙིང་སྟོབས་དང་སྤོབས་པ། རེ་བ་དང་ཡིད་ཆེས་རང་ཁ་རང་གསོ་གྱི་གར་སྟབས་ཡག་པོ་ཞིག་བསྐྲུན་ཐུབ་སོང། མ་འོངས་པའི་རེ་བ་དང་དམིགས་ཡུལ་ལ། ང་ཚོའི་ས་གནས་ཀྱི་རིག་གཞུང་དང་དཔལ་འབྱོར་སུ་གང་ཅི་ཐད་ཀྱི་ཡར་རྒྱས་དང་གོང་འཕེལ་གྱི་ཆེད་དུ། མི་རིགས་ཀྱི་ཁྱད་ཆོས་ལྡན་པའི་ཐོན་རྫས་གསར་སྐྲུན་བྱེད་རྒྱུ་དང། ཐོན་རྫས་ཀྱི་སྤུས་ཚད་ཇེ་ལེགས་སུ་གཏོང་རྒྱུ་དང། མདོ་དབུས་མཐོ་སྒང་གི་དབུས་མི་ཤུལ་བཞག་རིག་གནས་རྒྱུན་འཛིན་བྱེད་རྒྱུ་དང། ལྷག་པར་དུ། ས་གནས་ཀྱི་ཐོན་རྫས་དང། མི་རིགས་ཀྱི་མཚོན་རྟགས། མི་རིགས་ཀྱི་ཟུག་གཟེར་བཅོས་ཐུབ་པ་དང། རྒྱལ་སྤྱིའི་ཟུག་གཟེར་བཅོས་ཐུབ་པ་དང། འཛམ་གླིང་གི་ཟུག་གཟེར་བཅོས་ཐུབ་པ་དང་ཕྱིའི་མཐའ་འཇོག། འཛམ་གླིང་གི་གར་སྟབས་ཐུག་ནས་མི་རིགས་ཀྱི་ཐོན་རྫས་དང་ས་གནས་ཀྱི་མཚོན་རྟགས་ལ་དགའ་བསུ་ཐོབ་པའི་བཀྲ་ཤིས་སྨོན་འདུན་ཞུ། དེ་རིང་ང་ཚོ་ཡུས་ཧྲུའུ་དྲུང་ཆེའི་མི་དམངས་སྨན་ཁང། སྨན་པ་རྟ་གཅིག་གི་གོ་རིམ་དེ་ཚོང་མང་གི་ས་འོག་ཟིག་ཤེས་ཀྱི་མི་གདའ། དེ་ནི་ངས་དེ་རིང་འདི་ནས་ཁྱེད་རྣམ་པ་ལ་མགོ་འཐོམ་པ་ཅན་ལ་ངོ་སྤྲོད་ཟིག་ཤེས་བ་ཡིན། ངོ་སོ་ཉམས་ཆག་འགྲོ། དེ་ནི་ངུ་ཚོ་ད་ལྟ་ཨེ་ཨམ་དོང་བུ་གི་སྐེ་ཁུང་ཨེ་ན་ངུ་ཚོ་ཐོ་གུས་པའི་ས་རེད། དེ་ནི་ངུ་ཚོ་འདི་ནས་ཐོ་ཐུང་པང་ཡིག་ཁ་ནས་ངུ་ཚོ།

ཁྱོད་ལ་ཤོག་རྫོང་སུ་སྤྲིངས་ཡོང་གི་རེད་དེ་ཁ་ནས་ང་ཚོ་དང་པོ་སྨན་རིན་སྤྲོད་འགྲོ་དགོས་ལ་རེད། ཨོ་ཡ་ད་ང་ཚོ་སྨན་རིན་སྤྲོད་ས་གི་ས་གནས་དེ་ད་ནང་ཨ་འདོམ་པོ་ལུགས་སུ་ཐོ་འགོད་སྤེལ་ས་གི་ས་གནས་དེ་ལྕགས་རི་དུ་རེད་དེ་ནས་ང་ཚོ་ད་འདི་ནས་སྨན་རིན་སྤྲོད་ཚར་དུས་དེ་ནས་ང་ཚོ་ལྟ་སྤྱི་ཤེས་ས་གི་ས་གནས་ལ་རང་རང་ལ་འགྲོ་དགོས་ལ་རེད། ང་ཚོ་སྨན་པ་ལྟ་སྤྱི་ཤེས་ཚར་དུས་དེ་ནས་ང་ཚོ་ད་ལྟ་ལྷ་ཡང་སྨན་པ་ཁྲ་ལ་འགྲོ་དགོས་ལ་རེད་དེ་ནས་སྨན་པ་ཁྲ་འགྲོ་ཚར་དུས་སྨན་པ་ག་ཁྱོད་ལ

ཨོ་ཡ། ད་ངུ་ཚོ་གང་ནས་ཤེས་དེ་ཟི་དེ། ངུ་ཚོ་མའོ་ཏེ་སུང་ཁོང་གི་ལྷ་རྗེ་བསྟན་བློ་བསྟན་སྟངས་རྫོགས་དགོངས་ནི་འདྲ། ཁོ་རང་དེ་ཆ་ཚང་ད་ད་འདྲི་རེད་གི། དེ་ནས་རྗེས་མ་ངུ་ཚོ་མའོ་ཏེ་སུང་ཁོང་གི་ཁྱེད་རྣམས་པ་ལ་ཚེ་རིང་ནས་མི་ཤི།

ནག་ཚོགས་ཀྱི་སྒོ་ནས་ཞལ་འདེབས་ཞུ་ཡུལ་གྱི་རུ་འདོད་ལྟར་ཚོང་རྫས་དང། ཞལ་གཡོས་གདམ་གསེས་ཟེར་པའི་དབང་ཆ་ཡོད་ལ། ཉོ་དང་མི་ཉོ་ཡང་རུ་འདོད་ལྟར་མཐའ་འཁྱོལ་བྱེད་པའི་དབང་ཆ་ཡོད་འདུག་ཅེས་ཕྲན་ལུགས་ཀྱི་རྒྱན་ཤེས་ཤིག་གིས་ཞུ་བ་སྲིད། ལྷན་རྒྱས་ཞུ་བ་དེ་ལས། དེ་རིང་ནི་སྤྱི་ཟླ་ལྔ་བའི་ཚེས་ལྔ་དང་བོད་ཟླ་གསུམ་པའི་ཚེས་བརྒྱད། རེས་གཟའ་ཟླ་བ། འབྱོར་འཕྲོད་མེད་ཕྱི། ཚེས་ཆ་ཤས། དྲ་ཚིགས་བཟང་འདུག།

ལྷན་རྒྱས་ཞོགས་པ་དེ་ལས་དེ་རིང་ན་སྐྱིད་ཟླ་ལྔ་བོ་ཚེས་དྲུག་དང་བོད་ཟླ་གསུམ་པ་ཚེས་དགུ་རེས་གཟའ་མིག་དམར། འབྱུང་ཆུ་མེ་ཁྱི། ཞེས་ཆགས་ཤིང་དྲ་ཚིགས་བཟང་འདུག། བཏང་བཟུང། བཏང་བཟུང། བཏང་བཟུང་པོ་སྣ་ཡི་ཕ་རང་རེད་དེ་ཉོས་བཏང། གྲོ་ཁ་རང་ལ་འཁོར། ཡ་གྲོ་པོ་མམ་པ། ང་ཚོ་མཛེས་པའི་ཡུལ་ཧྲུའུ་ཅི་པའི་ཕ་ཡུལ་འདི་ལ། སོ་ཡི་མཚམས་བརྒྱད་ཀྱི་འགྲུལ་བ་མང་པོ་ཞིག་གནས་ནས་སྲིད་དེ་ནས། ཕ་ཡུལ་གྱི་སྲིད་འགྱུར་རེ་ཟུང་དང། མི་དམངས་མང་ཚོགས་ཀྱི་བདེ་སྐྱིད་འཚོ་བ་དེ་ཇེ་དགའ་ཇེ་སྐྱིད་ཡོང་བ་བྱེད་པའི་ཆེད་དུ། དེར་རྒྱལ་ཡོངས་ནས་ཡུལ་སྐོར་ལས་དོན་ཁང་མང་པོ་ཞིག་ཡོངས་བསྐྱར་དུ་ང་ཚོ་ཡུས་ཧྲུའུ་བེ་རི་རང་སྐྱོང་ཁུལ་ལ་ཡོང་ནས་ཡུལ་སྐོར་གྱི་ལམ་ཐིག་དང་ཡུལ་སྐོར་གྱི་གནས་དེ་གཏན་འཁེལ་གསལ་ཞུ་འགོད་དེ་ཡིན་དུས། ཁྱེད་རྣམ་པས་ཡུལ་སྐོར་ལས་དོན་ཁང་དེ་དག་གི་འགྲོ་ས་འདུ་གཅིག་ལ་ཤེས་རྟོགས་བྱས་སོང་ན་ང་ཚོས་འདི་དང་འདི་ལྟ་བུའི་འཕྲིན་སྟེགས་ལ་དོ་ཁུར་ཅི་ཞིག་བསྡུ། ཅི་ནས་ཟེར་ན། དེ་ལས་ཡུལ་སྐོར་གྱི་གནས་མང་པོ་ཞིག་ལ་ལྟད་མོ་བལྟ་རྒྱུ་ལོན་ས་འགུལ་ཡོངས་སུ་ཡིན་བཤད་ནས་ཟིན་ན་རང་རང་སོ་སོའི་ཕ་ཡུལ་ནས་ཡུལ་སྐོར་གྱི་གནས་གང་དག་གཏན་འཁེལ་ཟིན་ཡོད་པ་དེ་ཡང་གསལ་པོ་ཧ་གོ་ས་འགི། ཡ་གྲོགས་པོ་རྣམ་པ་ད་ཚང་མ། ཚེ་རིང་བློ་རྒྱ། མཛེས་སྤྱོད་པའི་དངོས་པོ་འདྲ་མིན་ཉོ་བའམ་ཞབས་ཞུ་འདྲ་མིན་དོན་ལས་སའི་དུས་སུ། མ་ལུས་ལ་གནོད་འཚེ་དང་རྒྱུ་ནོར་ལ་གྱོང་གུད་ཕོག་པའི་སྐབས་སུ། ཁྲིམས་ལྟར་བཅད་མཚམས་རྒྱག་ཤོག་ཟེར་ནས་ཅལ་ལག་བཙུགས་མཁན་དང་ཞྭ་གཡོས་བསྒྲགས་མཁན་ལ་རས་གཡས་སེའུ་ཨོང་ཆ་ཡོད་འདུག་ཅེས་ཕྲན་ལུགས་ཀྱི་རྒྱན་ཤེས་ཤིག་གིས་ཞོ་པ་ཟེར། ལྷན་རྒྱས་ཞོ་པ་དེ་ལས། དེ་རིང་ན་སྐྱི་བདག་ང་བོ་ཚིག་ལྡན་དང་བོད་ཟླ་བཟང་པོ་ཚིག་སྐྱིད། རེས་གཟའ་ལྷག་པ། འགྱུར་འཕྲོད་མེད་ཁྱི། ཚིག་ཆགས་ཤིང། སྒྲ་ཚིག་བཟང་འདུག།
མཐོང་སྒོ་ཤེས་བྱ་དྲིལ་བསྒྲགས་སའི་འབོད་སྐུལ་རྣམས་ཀྱང་བདེ་འཇགས་སོང། མཚོ་སྔོན་ཞིང་ཆེན་ཡུས་ཧྲི་བོད་རིགས་རང་སྐྱོང་ཁུལ་རྫ་སྟོད་རྫོང་ལ་ཀྲུང་གོ་དབྱར་རྩྭ་རྒན་པོ་རྫོང་དང་པོ་ཚན་གཉིས་ཐོབ་ཡོད་པ་མ་ཟད་རྫ་སྟོད་རྫོང་གི་ཐོག་གི་གནོད་འཚེ་ཆེས་ཐབས་མང་བའི་ས་ཆ་ཞིག་རེད་ལྷག་པར་དུ་ལོ་རིམ་པ་སྐོར་དུས་སུ་ཕོ་རྒྱ་ལས་ཉེན་ཁ་ཅི་མི་ཆེན་པོ་བཟོ་བ་རེད།

ཐོག་མཐའ་ཡང་ཟེར་ན་འབག་བརྐོ་བསྡུ་ཚགས་དང་གཡའ་རྟེན་གྱི་བསྡུ་ས་རྣམ་བཞི་དུ་པོ་མ་འདྲ་རེ་ཡིན་ན་ཐོག་རྒྱ་ལས་ཉེན་ཁ་ཆེ་རེད་དེ་བཞིན་ང་ཚོས་ཀྱི་བརྙན་འཕྲིན་དང་རྒྱང་སྒྲོག་དྲ་བ། ཁ་པར་ལ་སོགས་པ་དང་ཡང་ན་ཁ་པར་ནང་དུ་རྣམ་བཞི་ལས་ཁུངས་ཀྱི་ཐོག་གི་ཉེན་ཁ་ཡོད་པ་ཆ་འཕྲིན་འབྱོར་བ་ཡིན་ན་དེ་ནས་ང་ཚོས་ངེས་པར་དུ་ཐོག་འགོག་གི་གསར་བ་གྲ་སྒྲིག་བྱེད་དགོས། ཐོག་གི་གནོད་པ་འགོག་ཐབས། ཚུར་ནས་ཐོག་འགོག་གཏོང་རྒྱུ་ཡིན་ན།

བློ་འདྲིས་བློ་བསྐུལ་དང་སྐད་འདྲིས་བསྐུལ་བ་སོགས་ཀྱི་རྩ་ནས་འགྲོ་མི་ཉན། བཞི། ཕུང་ཁོག་སྒྲིག་ཆས་གཙོ་བོ་མེ་གཟིགས་ཀྱི་ས་སྟོང་གི་ཁང་པ་དང་སྡོང་ཁང་སོགས་ཀྱི་ནང་དུ་ཆ་ཤས་མ་རྩ་ནས་ཟིན་ཉེན་མེད་ཟེར། དེ་ནས་ཡིན་ལོག་གྲང་བ་མ་འདྲ་ཆོག་རོགས་འདྲ་གྲང་དུས་ག་སའི་ཆ་ཤས་ཟེར་ས་ཡང་བ་མ་འདྲ་མ་རྙེད་ན་དེ་ནི་ང་ཚོས་ས་ངོས་མ་ཟ་ཟིན་ཉོག་དེ་མི་ཕོ་སྐྱི་ཚིག་པ་དེ་ན་ས་རོགས་ལ་ཐུག་ལས་ཀྱི་རྒྱ་ཆེན་དུས་ཚོད་ཆུང་གཅིག་མ་གཏོགས་ས་ཐོག་ལ་འཕངས་ཉེན་མེད་ཟེར། དེ་ནས་དེ་ཁ་ཆུ་བོའི་འདྲ་མཁན་གྱི་ཧ་ཟེར་ན་ཐོང་གོག་གི་ནུས་པ་ཡག་པོ་བོ་ལེ་རེད།

དེ་ནས་ཐོག་རྒྱག་དུས་མི་ལ་ཤི་མེད་རེ་མི་ཞུ། རྒྱུ་ནོར་གྱོང་གུད་མི་འགྲོ་ལས་ཕན་ཐོགས་ཆེན་པོ་ཟེར་ད། མཛེས་དཔྱོད་པས་བཅའ་སླ་འདྲ་མིན་དང་ཞབས་ཞུ་འདྲ་མིན་དང་ལེན་བྱེད་པའི་སྐབས་སུ། མི་སྒེར་གྱི་ལ་རྒྱ་དང་མི་རབས་ཀྱི་ཡུལ་སྲོལ་གང་ཞིག་སོགས་ལ་བརྩི་བཀུར་བྱེད་དགོས་པའི་དབང་ཆ་ཡོད་པས་མ་ཟད། མི་སྒེར་གྱི་ཆ་འཕྲིན་ལ་ཁྲིམས་མཐུན་གྱི་སྲུང་སྐྱོབ་བྱ་དགོས་པའི་རེ་འདུན་ཞུ་བའི་དབང་ཆ་ཡོད་འདུག་ཅེས་ཁྲིམས་ལུགས་ཀྱི་རྒྱན་ཤེས་ཤིག་གིས

མ་བརྩིས་པར་ཆུ་ནང་གི་གློག་སྒུལ་དང་ཆུ་སྒུལ་དང་སོགས་བཅས་ཡག་པོ་འབྱེད་དགོས་ལ། དེ་ནས་མི་ས་དེར་དོ་སྣང་བརྩི་དགོས་རྩལ་ཆེ་རུ་འཛིན་ན། ད་རང་རང་གི་ཆུ་ནང་དུ་ན་ཅོག་གློག་རྩ་ཆེན་འདྲ་དུ་སོ་ཐང་ཅིག་འོ་ན། དེ་ནི་གཉིད་ལ་སྐྱོར་དགོས་ཤོག་ནི་འདྲ་སར་སྦས་དགོས་ཤོག་ནི་འདྲ་གང་ལ་བསྐང་དགོས་ན་གང་ལྟར་ཉིན་གུང་བསྐང་བའི་ནང་ལ་བཞག་ཡོད་ན་ཅིག་བདེ་འཇགས་རེད་བསམ་ན་དེ་ཅིག་ནོར་འཁྲུལ་གྱི་ཚིག་ག་འདྲ་རེད་འདི་བསམ་ཟིན་རེད། ཁྱེད་རེ་ཚོས་དུས་དུས་གཅིག་གི་ངུ་ཚུལ་ཁྱེད་ཀྱི་སྒྲུབ་མི་དགའ་ཉིན་ཐོ་མི་སྣ་ཐམས་ཅད་ཀྱིས་ཆུ་ནང་གི་ཅོག་གློག་ཀི་ཤུ་ཟུང་ཟིག་ཏིག་ཅེས་ཀྱི་དེ་ད་རྩེད་ཆས་ཚེ་གཡུང་མོ་ལ་རྟོག་ཆས་རྩེད་ཡིན་དུས།

ཁ་ལོ་ལོ་ཅེས་མོས་གུས་ཀྱི་སྒོ་ནས་ལོངས་སྐུ་མི་བསྐུར་རྒྱུ། དེ་ནས་ཐོག་ཉེ་རིགས་ག་ལ་སོང་ན་ཁ་ལོ་བ་དང་ཁྲི་ཐར་ཁ་ལོ་བ་ཡིན་ན་ཅོ་ཤ་ཡག་པོ་གན་རྒྱུ་དང་ལོངས་སྐུ་ཁ་ལོ་བ་གིས་ཅོ་ཐོག་ཡག་པོ་བཅད་རྒྱུ། དེས་མ་བརྩིས་པར་གི་ད་ཅི་སྙོན་འགྲོ་ཟིག་གི་ལོངས་སྐུ་གི་ནང་ན་ཅོ་ལོ་བ་ཆ་ལ་བྲིས་ཀྱི་དུ་སུ་ཐོན་ཅི་རྩ་བ་ཉིད་ལ་ཉིད་ནི་མ། དེ་ནས་ཁ་ལོ་བ་ལ་ལ་ཟིག་གི་ཆེ་ཚོ་ལ་རི་བཟོ་དུས་ད་ལོངས་སྐུ་ནི་ངའི་ལོངས་སྐུ་རེད་ཅོ་ལོ་ནི་ངའི་ཅོ་ལོ་རེད་དེ་ནས་ངའི་འདིའི་ནང་ན་མི་གིས་ད་ཅི་ཟིག་གི་རི་སེམས་ར་རྫོང་མོ་འུ་ལི་རི་དེ་ཡན་ན་ཡང་གཉེན་འགྲོགས་སུ་རླུང་ཁུག་གི་ནང་ན་སྐྱོ་ལ་སྙམ་དུ་བྲེལ་བསྡད་ན། དེ་ནས་འགྲོས་འགྲིག་གི་གནས་སུ་ཕྱི་མ་ཆ་སོ་སོའང་དུ་སྙོད་ལ་མིག་ཆེན་ཡང་རིང་གི་ཉིན་ཁ་ཐི་ཚབ་ཇེ་ཆེ་ལ་འགྱུར་འགྲོ་ལ་རེད་དེའི་འདུ་འགྲོས་འདི་བདེ་མགྱོགས་ཐུག་ནས་དུ་ཟ་ཚིག་གོ། དེ་ནས་དེང་ཚེ་གསུམ་པ་འདྲ་ཡིན་ན་ད་བདེ་མགྱོགས་ཀི་ངུ་ནས་འབུ་བརྐོ་ས་གི་ས་ཆ་དེ་ལ་འཐེན་ཚར་དུས་ད་འབུ་བརྐོ་བའི་གི་སྐབས་ལ། ད་དྲེད་མོང་གི་ཉིན་ཁ་དང་དེ་ནས་འགྲོ་ལུགས་ཐོ་ཅོག་གི་ཉིན་ཁ་དེ་ལ་རང་སྟེང་ནས་སྦྱིན་གཤིས་ཡོད་པོ་བཀོལ་ནས་དུ་ཟ་ཚིག་གོ་ལ་རེད།

བགྲོད་ཀྱི་སྲོག་མཁན་ཡིན། ང་ཆེན་མོ་རང་ལ་སྤོང་མཁན་ཡིན། ང་ཆུང་དུས་བསམ་གྱི་བཅོམ་མཁན་ཡིན། ང་ཆེ་དུས་ཤེས་ནས་དྲན་མཁན་ཡིན། ཉམས་ཆེན་ལ། ཁྱེད་ཀྱི་དུས་ཆེན་ལ་སུ་མ་ཤེས་བཞིན་ཀུན་གྱི་དྲིན་ལས་སོས་པོ་མེད་ལ་འདོད། ཡུལ་ཤུལ་ཁུལ་མཉམ་འབྲེལ་སྨྱན་སྦྱོར་ལྟེ་གནས་བོད་སྐད་འཕྲིན་ལམ་གྱི་གྲོགས་པོ་རྣམ་པ་ཚང་མ་སྐུ་ཁམས་བཟང། ང་ནི་བདེ་ཐང་གི་དོ་དམ་པ་བདེ་ཆེན་བཟང་མོ་ཡིན། དེ་རིང་མགོ་ན་བའི་དགུ་བརྒྱ་ཅན་བརྒྱད་བཤད་རྒྱུ་ཡིན་དེ་བཤད་དགུ་བརྒྱད་གཙོ་བོ་ནི་ང་ཚོའི་མཐོ་སྒང་ས་ཁུལ་གྱི་མི་རྣམས་ལ་མགོ་ན་བའི་སྐབས་བདེ་ཐང་ངང་ནས་སྔོན་འགོག་བྱ་ཐབས་དང་ནད་ཡོང་མ་ཐག་ཏུ་དོགས་ཟ་གང་ལྟར་བྱེད་དགོས་པ། ཚང་མས་མཐོང་ཆེན་བྱས་ནས་གཉིས་སྣང་འདི་ལ་གཟིགས་པ་མཚར། དང་པོ་རྒྱུན་དུ་མགོ་སྒུར་ནས་མགོ་ན་བ། སྐྱེད་ཚལ་གྱི་ཁྲག་རྩ་གཉའ་གནོན་བཟོས་པ་དེ་ཆེད་རེད་ཟེར་ན་ད་ལྟ་མི་ཆེ་ཆུང་རྒས་གཞོན་སུ་ཡིན་ན་ཡང་རྒྱུན་དུ་དུས་ཡུན་རིང་ལ་འགོ་དགོས་དགོས་ཟེར་ནས་ཁ་པར་ལྟ་རྒྱུ་དང། དཔེ་ཀློག་ཟེར་པ་དེ་འདྲ་ཡིན་ན་ཁྱོད་རང་ཉིད་ཀྱི་སྐྱེད་ཚལ་རྒྱ་སྐེགས་ཤེས་ན་གཅིག་འབྲུས་དེ་ལ་གནོད་པ་ཡོད་པས་མགོ་ན་བ། གཉིས་པ་ཡིན་ན་མཁའ་རླུང་གྲང་མོ་ལ་འཕྲད་ནས་མགོ་ན་བ། དེ་ནི་ང་ཚོའི་ཀླད་པ་ནང་དུ་གྲང་རླུང་ཡོད་པས་ལུས་པོ་གི་དྲོད་ཚད་དེ་ཇེ་མཐོར་བཏང་ནས་གྲང་ངར་དེ་མགོ་སོགས་ལ་ཚུར་གཏོང་ཐུབ་དགོས་པ། གསུམ་པ་ཡིན་ན་ཚ་བ་ལ་འཕྲད་ནས་མགོ་ན་བ། དེ་ནི་རྒྱུན་དུ་ང་ཚོ་གི་མགོ་དེ་ཉི་མ་ལ་ཟགས་ཆེ་རྗེས་དང་ཁྱིམ་ཚང་ནང་གི་ལྕགས་ཐབ་འདྲ་འདི་འདུག་ཆད་སོང་ན་ཁྱོད་རང་ཉིད་ཀྱི་ཀླད་པའི་ཁྲག་རྩ་དེ་དྲོད་ཆད་འགྲོ་བ། དེས་ན། ཁྲག་དེ་བཞུར་རྒྱུ་ནི་རྒྱུན་ལྡན་གྱི་ཚད་དེ་འདྲ་བ་དང་འོན་ཀྱང་ཁྲག་རྩ་དེ་ཇེ་ཆེ་ལ་འགྲོ་འགྲོ་བ། ཁྲག་དེ་རྒྱུག་འབྱོར་འགྲོ་བ་དང་ང་ཚོ་གི་འཁོར་སྤྲུལ་ཟད་མི་ཐུབ་པ། ཁྲག་རླུང་མི་འདང་བ། ཁྲག་ཤེད་དམའ་བ་དང་ཁྲག་ཧྭགས་དམའ་བ། གཡང་འུག་བྱེད་པ། དེ་ནི་ཁ་ཟོ་ཡང་མགོ་ན་བ། བཞི་པ་ཡིན་ན་རྒྱུན་དུ་ང་ཚོ་གི་སྐྱེ་དངོས་ཀྱི་དུས་ཚོད་ནང་ལྟར། ཆེན་མོ་སྔ་རྣམས་མི་ཉར་བ་དང། ཆང་འཐུང་བ་ཐ་མ་ཐིངས་པ། འཚོ་བའི་ཆོས་ཉིད་མི་མཐུན་པ་ལས་བྱུང་བའི་མགོ་ན་བ། དེས་ན་ཁྱོད་རང་ཉིད་ཀྱི་མཆིན་པ་ནང་དུ་དོགས་འགྱུ་མང་བ་དེའི་ཁབ་སོགས་ནི་མགོ་ན་འགྲོ་བ། དེ་མཚམས་པ་རེད་ན་ཕྱི་རེས་ཟིན་ན་ང་ཚོ་གི་བཞི་པ་འདྲ་ཡིན་ན། ང་ཚོ་གི་ཁྲག་རྩ་འཇམ་པོ་ལས་བྱུང་བའི་མགོ་ན་བ། དེས་ན་ད་ལྟ་ང་ཚོ་གི་རྒྱུན་ལྡན། མཚོ་བོད་ཀྱི་གོམས་གཤིས་ཡག་པོ་མེད་པ་གི་ཁ་སོགས་ཀྱིས་བཏུང་ནས་ད་ལྟ་གི་ཁྲག་རྩང་ནང་དུ་ཞག་དང་སྣུམ་དང་གྲང་བ་རེ་འགྲོ་དུས་ང་ཚོ་གི་རྒྱུ་འཁོར་ཕྲ་མོ་དེ་འཁོར་ཐུབ་ལ་མ་རེད་ཁྲག་རྩང་ཕྲ་མོ་འགའ་འགྲོ་བ་དེ་ཁ་སོགས་ནི་མགོ་ན་བ་དེ་མཚམས་པ་ཆེ་རེད་ཟེར་ན་ང་ཚོ་གི་སེམས་ཁང་གི་ང་རྒོལ་གྱི་བྱིན་གྱིས་འཕྲལ་པའི་མགོ་ན་བ། དེ་འདྲ་ཡིན་ན་ང་ཚོ་གི་སེམས་དེ་དགའ་སྐྱོ་ཆེ་ན་སྙིང་ན་གནོད་པ་དང་ཁོང་ཁྲོ་ལངས་ན་ཁྱིམ་བག་ལ་གནོད་པ། ཁོང་ཁྲོ་ལངས་བའི་ཁབ་སོགས་ནི་ང་ཚོ་ཁྱིམ་བག་ནང་དུ་དོགས་འདྲི་མང་པོ་འབྱོར་འགྲོ་བ་དང་བཟང་མཐུན་དེ་སྙོམས་ཤོར་འགྲོ་བ། དེ་ཁབ་སོགས་ནི་མགོ་ན་བ། དེའི་མཚན་པ་ནི་ང་ཚོ་གི་ད་ལྟ་བུད་མེད་མང་པོ་ཞིག་ལ་ཟླ་མཚན་མཐུན་པ་ལས་གསོ་བའི་མགོ་ན་བ། དེ་ནི་ང་ཚོ་བུད་མེད་རྣམས་ཀྱི་རྒྱུན་དུ་ལུས་པོ་གི་གྲང་ཤེད་དང་གླིང་ཤེད་ཆེ་བ་དང་ང་ཚོ་གི་ཁྲག་རྩ་གི་རྒྱུགས་དེ། ཚད་མི་འདང་བ། དེ་ཁ་སོགས་ནི་མགོ་ན་བ། དེ་ནས་རྗེས་དཔག་འདྲ་ཡིན་ན་ཕྱི་རལ་སྲིད་ན་སྔགས་སོགས་ཀྱི་ཆུ་ཉིད་མེད་པ་ཀི་ཏཱ་དག་གི་མགོ་ན་བ།
དེ་འདྲ་ན་ཕ་ཆེར་སྔགས་སོགས་ཀྱི་ཀླད་སྤྲིན་ཡིན་པ། དཔེར་ན་རྒྱུན་དུ། ཅིང་འདི་ཡིན་མ་ཤི་ས་ནི་མགོ་གཟེར་གྱི་ཏང་མགོ་ན་བ། དེ་འདྲ་ཡིན་ན་སྔགས་སོགས་ཀྱི་དེ་ལ་མཐོང་ཆིངས་བསལ་ནི་ངེས་པར་དུ་སྨིན་ཁང་ནང་དུ་འགྲོ་ན་རྟ་བསྐྱེད་ཞོབ་འཇོག་བསལ་རྒྱུ་གཅིག་ན་སྔགས་སོགས་ཀྱི་ནད་དེ་མ་འབྱུང་བར་སྔོན་དུ་སྔོན་འགོག་བསལ་ཐབས་ཡོད་པ། དེ་གི་ཚང་མ་གི་དེ་ལ་མཐོང་ཆེན་དང་དག་ལིང་རྒྱུད་ཅི་ཟེར་རོ་ཅེས་བཀའ་དྲིན་ཤིན་ན་མེད་པ་ཆེ། དབྱར་རྩྭ་དགོས་ཏེ་ཐོག་བྱེའུ་དང་སྔས་མགོ་ཞིག་དགོས།
བུ་མོ་ཁྱོད་བདེ་མོ། ཁྱོད་གང་ལ་འགྲོ་དགོས། ཁྱོད་བདེ་མོ།
ང་དབྱར་རྩྭ་རྒན་པོ་ཀོ་ཡིན་འགྲོ་ལེ་ཡན། ང་སྙིང་ལ་འགྲོ་མ་ཤེས་ཁྱོད་སྙིང་ལ་ཅི་འཛོ་ལེ་ཡན། འོ་ཁྱོད་བདེ་མོ།
ང་སྨན་ལ་ཨ་ཨན་ཟེར། ང་འདི་ལ་ཡུག་ཀོ་ཟེར་ཡི་ཐོན་ཡ་ལེ་ཡན་གོ། ཁྱོད་ཚོའི་འདོད་ཀྱི་དབྱར་རྩྭ་རྒན་པོ་དེ་ཅི་ཞིག་རེད། དབྱར་རྩྭ་རྒན་པོ་མིང་གཞན་ལ་དབྱར་རྩྭ་བཟོ་རེད་འདི་ནི་རྒྱ་ཁའི་ཚུ་ནུ་ཀན་ལ་མིང་གྲགས་ཆེ་བའི་སྨན་རྩྭ་ཆེན་ཞིག་རེད། དབྱར་རྩྭ་རྒན་པོ་འདི་འདྲ་ཡིན་ན་ཕ་འུང་དང་འབུ་མེད་བཅས་ཕྱི་རྒྱལ་གྱི་བོང་རོ་དེ་ནས་འཐེན་ཟིག་གི་རེད། འདི་འདྲ་ཡིན་ན་ང་ཚོ་མཚོ་སྔོན་དང་བོད་ལྗོངས་ཀན་སུའུ་སོགས་ས་འགུལ་མཐོ་སའི་སྤང་ཐང་དང་རི་འགོ་ལ་སྐྱེལ་དགོས་རེད།

ཨོ་ག་སེ་ཐང་ཡོང་ས་དང་རི་བཟའ་ས་ལ་སོང་བསྡད་ན་ཐོག་གི་རྗེས་ལ་ཉེན་ཁ་དྲག་མོ་འཁྱེར་རེད།
ཁྱོད་དེ་ནས་ད་རུང་འགྲོ་དགོས་ལོས་རེད། ཐེག་ཆེན་འོ་མ་རེད། དོན་འོ་ཤེས་ལ་ཆ་གཞག་བྱེད་མ་བསྡད་ན་དེ་ནས་ཐོག་རྒྱ་འང་མ། ཨོ་སྒྲོལ་མ་ཁྱོད་དོན་འགྲུབ་སྲང་ལོང་དང་ནི་འབྲེལ་ཡོད་ལོས་མ་རེད་གོ་ང་ཚོ་འདི་ས་བོད་ཐོ་བ་མ་ཟད་རི་བཟའ་རྒྱུ་དང་ཐང་ཡོང་བ་ས་གནས་ཀྱི་རེད། དེ་ཡིན་དུས་ལོ་རེ་ལ་ནོར་ལུག་དང་སུ་དུ་སོགས་ཐོག་རྒྱ་དགོས་ས་མང་པོ་ཞིག་ཡོད་རེད་ཡོང་མུ་ཡིན་ན་ཚི་ཆེན་ཤོད་ཟིག་དང་རྒྱུ་མུ་ཡིན་ན་སོག་ཤོད་ཟིན་ཟེར་བ་ཡོད་རེད་གོ། ཨ། དེས་ན་ང་ཚོ་ཐོག་གི་གནོད་འཚེ་དེ་ཅི་འདྲ་ཙམ་འགོག་དགོས་རེད། སྒྲོལ་མ། གལ་ཏེ་དབྱར་རྩྭ་དགུན་འབུ་བརྐོ་བའི་སྐབས་སུ་འགྲོ་ལུགས་ཐོག་ཆར་གྱི་གནོན་ཤུགས་དེ་བཟུང་ཡོང་ན། སེམས་ལ་བཟུང་དགོས་ཀྱི་དོན་དག་ཅི་ཡོད་རེད་ཟེར་ན། ལས་ཀ་ལས་ཚང་ཡོད་དོན་ནི་ལུས་པོ་སྔོན་ལ་དགོས་གི་ཟེར་གི་རེད། ལྗོན་ཤིང་དང་གློག་སྡོང་གློག་སྐུད་སོགས་ཀྱི་དངོས་པོ་ལ་ཐོག་རེངས་སྤྱོད་དགོས་རེད།
ལམ་ནང་ལ་ཡོད་ཚད་མཇུག་ཏུ་ཆགས་སྡུག་སོགས་སྐྱོག་གི་རེད་དེ་ལ་མོ་ཕ་སྦྱོང་གི་རེད། རུལ་འགོག་ལ་འགྲོ་མི་ཉན་པ་མ་ཟད

རྡོ་ཆེན་ཟེར་དགོས་ཤོས་ཟིག། འབྲོག་འདུག་ལ་དུས་ཐུག་ཏུ་ཁོས་འབྲུ་ཡག་པོ་ཟོས་དེ་ནི་ཕན་པ་ཡོད་པ་ལས་གནོད་པ་མེད་པ་ཟེར་དགོས་ཤོས་ཟིག། ཨོ་ཡ་ད་ཤི་ཐི། འདིའི་སོག་ཐོག་གི་ནང་ཤི་ཐུབ་སོང་ན་ངའི་ཨ་ཕ་ཨ་མ་ལ་ཉེན་ཁ་རྩ་བ་ནས་མི་ཡོང་བ་ཟེར་དགོས། ཨོ་སྒྲོལ་མ། ད་རུང་ཤི་དགོས་རྒྱུ་ཞིག་ལ་འབུ་བརྐོས་ཚར་དུས་རྐུན་མས་དེ་ཕོག་ཡག་པོ་སླེ་དགོས་པ་མ་ཟད། དེ་ལན་གད་སྙིགས་དེ་བར་རུ་རྒྱུ་ཡེ་ཉེས་ཤིག་མི་འགོག་གོ། ང་ཚོ་མཛེས་སྡུག་ལྡན་པའི་ཁྱོན་གྱི་འདི་བཟུང་ཆོག་ཡག་པོ་ཟེར་དགོས་རེད་གོ།
ཨོ་ཡ་ཡ། ཁྱོད་སེམས་པ་བཙིར་མི་དགོས། མཛེས་སྡུག་གི་ཆང་གི་འདི་ང་ཚོ་བཟུང་རྒྱུ་སྲིད་ཤག་ཤག་ཡིན།

མང་པོ་དང། དེ་ནས་ཕ་མ་རྣམ་པ། མཁྱེན་བརྟགས་རྣམ་པ། འོ་བུ་མོ་རྣམ་པ། དག་ངེས་པར་དུ་ངག་གི་གཟའ་རྒོད་ཀྱི་རྩལ་དེ་ག་རེ་རེད་དུ་བཟོ་དུས། ངོ་མི་ཤེས། བྱིས་པ་ཞིག་བཙལ་འདྲ། ཕ་མ་ཚོ་གི་ངོས་ཐད་ནས་ཤེས་བཞག་ན། ངོ་མི་ཤེས། འབུ་ཁོ་ཚོས་སྔ་བས་ཤེས་དེ་ལས་ཁུ། ད་མག་པ་ད། དེ་གས་ལ་ངེས་པར་དུ་གཟབ་རྒྱུ་དེ་ན་གར་ཆེན་པོ་རེད། དངོས་གནས་བཙལ་ནས་ད་འབུ་ཁོ་བདོག་འདྲ་འདུག་ད་ཨ་རེ། ང་གིས་རི་མཐོ་ལོང་གཟབ། ད་དེ་གས་ལ་འགྲོ་དགོས།

བདེ་སྐྱིད་དང་བདེ་ཐང་ལ་འབྲེལ་བ་ཆེན་པོ་ཡོད་ལེ་ཀི་གནད་དོན་རེད་རེད་དེ་དབང་གིས་ངེས་པར་དུ་དེ་སྐོར་ལ་འོ་འགོག་སོང་ཟིག་གཟབ་རྩ་བཟོ་བ་ངོ་གི་བདེ་འཇགས་དེ་ལུ་པོ་དེ་འོ་སྲུང་སྐྱབས་ཟིག་ཐབས་འགན་སྲོང་ཟིག་ཐབས་པ་འོ་ནས་ད་གཟོ་ཐོང་ཅིག་རེད་འོ་སྒྲབ་འབར་ལུང་ན་དེ་ནི་སྔོན་མ་གི་ཀོ་ཆུ་སྐྱར་ད་དེ་ལྟ་བུ་རེད་ད་མ་གཏོགས།

དེ་རྒྱུ་མཚན་ཡིན་ནི་རེད། དེ་ནས་བྱ་འགོག་གན་འདི་གོ་རྒྱུ་མཚན་བརྡོལ་དགོས་ན་ད། མང་ཆེ་ས་འདྲ་ཡིན་ཨ་ཆེ་འགྲོ་པ་ས་ཆ་ཡིན་ན་རེད་ད་ལྟ་ངུ་ཚུགས་གི་རྫོང་ཐོག་ཡིན་ན་རེད། མང་ཆེ་ས་གི་བྱ་འགོག་གན་རྒྱུ་དེ་ཆུ་ཚོད་རོ། ད་རང་གི་འགན་འཁྲི་ཡིན་སང་ཟིག་དེ་དྲང་མོ་སེམས་ལ་དོ་འདྲ་མི་མི་གདའ། འདྲེ་ཡ། ཨང་ལེ།
ད་ང་ཚོ་འདི་འདྲེན་གི་ཉེས་རྟོག་པ་གི་འོག་རོལ་ན།

དཔེ་དོན་ཡན་དུ་དེ་ནི་འབྲོག་པ་རྣམས་ད་འགྲོ་འོང་དུ་ངེས་རུང་ཆེད་སོགས་ཀྱིས་ངལ་དགོས་རུང་འགན་ཁུར་དགོས་རིགས་ཚིག་ཁ་རྒྱུ་མཚན་རེད་རེད་དུ་རེད། རེད།
རེད་དུ་དུ་དེ་ད་གན་གྱི་རྗེས་ལས་འདྲ་མ་གཏོགས་ད་རང་ལུང་ཞང་གོ་མེད་ལས་འདྲ་དེ་རྒྱུ་མཚན་ཐན་ཚར་དུ་དེ་ནི་ད་ཁྲི་རྟ་བསྐོར་དུ་གལ་ཏེ་ད་འབུ་བསྐོར་སྐད་ཟེར་གི་འོ་ཡ་འགྲོ་ལངས་དེ་དུ་ལི་རེད་ས་ཐག་རིང་ལི་རེད་དུ་འདྲི་ཡོད་དུ་ཕག་ཚོས་རླུང་ཁུག་ཁྲི་རྟ་བརྒྱན་ན་དེ་ཉེན་ཁ་ཚ་མོ་རེད་དུ་རེད་ད།

དེ་ནས་སྔས་ལ་ཡང་སྔས་འགུལ་སྔས་ལ་ཡང་འགྲོ་དགོས་ན། ལོ་ཟླ་གཏོང་ལོ་ཟླ་གཏོང་རྒྱུ། དེ་རིགས་ཀྱི་སྐེ་སྦྲ་གཏོང་རྒྱུ་དེ་ཚོ་རིགས་དེ་རྒྱུ་མཚན་འདྲ་འདྲ་ཡིན་ལ་རེད། རེད་ཡ།
དེ་ཡིན་ལ་རེད་དེ་ཐོག་ནས་བརྫི་དགོས་ན་ད་ངུ་སུ་ལ་ལ་གི་འབུ་བརྐོ་འདུག་གི་ད་ནང་ཁ་ཐག་རིང་དུས་སུ

རེད།
དེའི་ཐོག་ནས་ཁུལ་དང་པོའི་བར་ཐག་ཆ་སྒྲོག་དེ་ཡོད་པོ་མ་ཉིད་དོན་དྲུག་ཡོད་པོ་མ་འདུ་འཕྲིན་ལ་བརྩི་སྲུང་ཡོད་པོ་ཞིག་འདི་ཉིད་བར་ཐག་འབབ་སྐུ་བསྐལ་བཞི་ཡིན་ན་རེ་ད་ང་ཚོ་གི་ལམ་ཁ་ནི་དོ་ཟལ་ཞིག་ཏུ་ཡིན་ནས་ང་ཚོ་བདེ་འཇགས་ངང་ནས་འགྲོ་རྒྱུ་དེ་གཙོ་ཆེ་ས་རེད་དགོས་སོང་ཟིན་གི།

ད་ཅི་ཡང། ཁྱོད། ལྷག་པར་དུ་འདི་གི་རྒན་པོའི་སྐུ་གོང་ནས་ཕྱོགས་ལས་བ་རྣམས་པ་གི་ཅིག་མཉམ་འཇོག་གི་མེད་ས་དང་ཡང་ན་ཅིག་ཤེས་ཀྱི་མེད་ས་གི་ཆ། འདི་དག་དག་རི་མོ་དེ་བྱེད་གི། ད་ཁྱོད། ཚང་མ་གི། ཕྱོགས་ལས་བ་ཚང་མ་གི། འདིའི་ཕྱོགས་མཉམ་འཇོག་བྱེད་ཅོག་ལྷག་པར་དུ་འདི་ན་ཡར་ས་རྒན་པོའི་སྐུ་གི་སོང་ནོ་ད་ཅིག་ས་ཆ་ཆ་མི་ལ་སོང་ནོ་ས་ཆ་བཞི་མི་ལ་སོང་ནོ་དཀོན་མཆོག་བགྱིས་ན། ཕྱོགས་ཡར་མར་གི་ས་ཆ། གཞན་ནས་ཡོང་ནོ་གི།

རླངས་འཁོར་སྐོར་དང་དུ་ཤེལ་སྐོར་ན་ཡང་ད་ཆོད་ས་ཆ་རེ་རེ་གི་ས་གཤིས་ཀྱི་གནས་ཚད་ན་ཆོག་ཡང་ན་ས་བབ་ཀྱི་གནས་ཚད་ལྟར་དུ་ཡིན་གྱི་ན་ད་ཅིག་ལམ་གྱི་གནས་ཚད་ལ་སོགས་པ་འདི་ཡང་མི་འདྲ་འདུག་རྐྱེན་གྱི་ད་འདི་དང་རྐྱེན་གཤིས་དེ་དང་ཡང་ཅིག་འགྲིམ་འགྲུལ་དོན་ཆེན་བྱུང་དགོས་ན་ནུབ་མོ་ཡང་ཞིག་མང་གི་དུ་ནས་ཡིན་གྱི་ན་ས་ཆ་མི་ལོན་ཡང་ཅིག་རྗེས་མའི་དུ་ནས་ཡིན་གྱི་ན་ལམ་ཆ་མི་དྲ་འདི་ཡོང་ད་དེ་ཡང་རླངས་འཁོར་སྐོར་གྱི་རི་ད་གཙོ་ཡང་ཅིག་མཉམ་འཇོག་བྱེད་དགོས་རྒྱུ་དེ་ཡང་ཞིག་གལ་ཆེ་ག།

ཚ་གདུག་ནས་རྫོགས་པའི་ཨ་ན་ཐན་ས་དུ་བའོ་འབྲུ་འགྲེང་གི་འགྲེང་རྒྱུ་འབྲུ་འཕྲེང་དེ་སྐྱེ་འགྲོ་རེད་བཙོ་སོང་སའི་དགོས་ས་སྐྱེ་འགྲོ་རེད་ཨ་དེ་སོགས་དུ་ནས་ལྷོ་སའི་ཁ་དར་མང་པོ་གཏོང་དུ་ཤོར་རྒྱུ་རེད། རེད་ཡ།
ད་ཆོ། ཧོ། ས་གནས་དེ་གི་མི་ནོ་ས་ཆ་གཞན་པ་ནས་ཡོང་ནོ་ད་གྲོགས་པོ་རྣམ་པ་ལྷག་པར་དུ་ཁ་ལོ་རྣམ་པ་གི་འགྲིམ་འགྲེལ་གི་སྒྲིག་ལམ་དུ་བརྩི་སྲུང་བྱེད་ནོ་ཁྱི་མོ་རི། བརྩི་སྲུང། འབྲུ་འགྲེང་གི་འབྲུ་འཕྲེང་བརྩི་སྲུང་དེ་གཞི་མེད་གི་ས་ཆ་ཐན་ཟེར་དེ་འབྲུ་འགྲེང་གི་འབྲུ་གི་འབྲུ་ལངས་བརྩི་དགོས་ན་ཅི་བརྩི་སྲུང་ཡག་པོ་བྱེད།

ཡར་མར་ཞོར་ལས་འཇོག་གནོད་ལྷག་པར་དུ་ཁ་སང་དེ་རིང་གི་བར་འདས་ཡིན་གྱི་ན་ཡར་ས་གི་མི་བསྐོ་བའི་འཇོག་གནོད་གྲོགས་པོ་ཚང་མ་གི་ད་ས་ཆ་གང་སོང་ན་ར་ད་དུས་གཏན་དུ་རང་གི་ད་ཅི་དགོ་ན་བདེ་འཇགས་ཀྱི་ཆེད་དུ་ད་ཅིག་འགྲིམ་འགྲུལ་གི་སྒྲིག་ལམ་དུ་དེ་དང་ན་མ་ཀི་འདི་བརྩི་སྲུང་བྱེད་རྒྱུ་ས་ཆ་གང་ནས་ཡིན་ན་ར་བརྩི་སྲུང་བྱེད་རྒྱུ་རང་འགུལ་གི་བརྩི་སྲུང་བྱེད་རྒྱུ་ཧ་ཅང་གལ་ཆེ་གི